རླབས་ཆེན་གྱི་བྱ་བ་བྱེད་འགྲོ་དགོས་པ་ཡིན་ན། ད། འགོ་འཛུགས་སྟངས་དེ། ག་འདྲས་བྱས་ནས་འགོ་བཙུགས་དགོས་ཀྱི་རེད། ཨ་ནི་ག་དུས་འགོ་བཙུགས་དགོས་ཀྱི་རེད་ཟེར་ཡག་གི་ད་དེ་འདྲའི་སྐོར་ལ་ང་རང་གི་བསམ་ཚུལ་ཉུང་ཉུང་ཞིག་ཞུ་ཉན་འགྲོ་སོང་འདི་སྐད་ཆ་དེ་དམིགས་སུ་བཀར་ནས་ཞུ་ས་དེ་ང་རང་ཚོ་བོད་རིགས་ན་གཞོན་རྣམས་པ་ཡིན། དེ་ནས། སྤྱི་བཏང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཞིག་གྲུབ་འབྲས་ཡག་པོ་ཐོན་བདེན་གི། ད་མི་སྣ་མང་པོ་ཡོད་རེད་རླབས་ཆེན་གྱི་མི་སྣ་མང་པོ་ཡོད་རེད་མིག་དཔེ་ལྟ་ས། དེ་ནས་ལྷག་པར་དུ་ད་ལྟ་ཆགས་ལ་ཆགས་བཞག་བཞག་པ་ཡིན་ན་ང་རང་ཚོ་བོད་རིགས་ཆོས་སྤྱི་ནང་ལོགས་ལ་ཡང་ཅིག། རླབས་ཆེན་གྱི་བྱ་བ་སྒྲུབ་འདོད་ངེས། རྨི་ལམ་རྒྱ་ཆེན་པོ་ཡོད་ངེས་ཕུགས་བསམ་གཏིང་རིང་པོ་ཡོད་ངེས་མང་པོ་ཤོག་དུས་ཡོད་རེད། ང་རང་ངོས་ནས་ནི་མང་པོ་ལ་ཐུག་མྱོང་སྐད་ཆ་བཤད་མྱོང། དགའ་འོས་པ་རེད། རེད་དེ་རེད་དེ་ཡིན་པ་ཡིན་ན་ཡང། ཁོང་རྣམ་པ་གི། བཀའ་མོལ་གསུང་རྒྱུ་གཅིག་པ་འགྲོ་རྒྱུ་ལ་ག་རེ་གསུང་དགོས་རེད་ཟེར་ན། ད་ང་ལ་དམིགས་ཡུལ་དེ་འདྲ་ཅིག་ཡོད་དེ། ཡིན་པ་ཡིན་ན་ཡང་ངས་ད་ལྟ་མིག་ཡོར་དེ་མགོ་བཙུགས་ཐུབ་ཀྱི་མི་འདུག་སུ་སུ་ཅིག་རླབས་ཆེན་གྱི་བྱ་བ་དེ་ད་ལྟ་རྩ་བ་ཉིད་ནས་མགོ་བཙུགས་ཐུབ་ཡག་གི་ཐབས་ཤེས་སུ་མི་འདུག་ཟེར་སོང་ཡོང་གི་རེད། དེ་ག་རེ་རེད་ཟེར་བཀའ་དྲིན་ཅན་ཞུས་པ་ཡིན་ན། དེ་ག་རེད་ཟེར་ན། འགར་སྐྱེལ་མང་པོ་བྱས་འདུག་ཟེར། དེ་ནས། དེ་གང་ལ་མཐུན་རྐྱེན་ཕུན་སུམ་ཚོགས་མི་འདུག་ཟེར། བྱས་ཙང། ད་དེ་འདྲས་ཀྱི་རླབས་ཆེན་གྱི་བྱ་བ་དེ་ད་ལྟ་ཧ་ལམ་སྐབས་སུ་མ་བབས་བཟོ་འདྲ་བོ་རེད་ཤག་ཟེར། འགོ་ཚུགས་ཐུབ་ཀྱི་མི་འདུག་འགོ་ཚུགས་ཡ་མི་འདུག་ཨོ་ད་དེ་འདྲས་སོང་ཡོང་གི་རེད། བྱས་ཙང་ངས་དེའི་ཐོག་ཁ་ལ་སྐད་ཆ་ཚིག་ཁ་ཤས་ཀྱི་ཞུ་སྙན་གྲོལ་བ་རེད། ད་ང་རང་ཚོས་ཟམ་བུ་ལིང་འདི་ནང་ན་ཕེབས་བཞག་པའི་རླབས་ཆེན་གྱི་སྤྱི་འོས་བསྡུ་ཚོགས་ཀྱི་ལོ་རྒྱུས་ལ་གཅིག་གཟིགས་པ་ཡིན་ན་མི་སུ་གཅིག་ལ་དེ་ནས་ཁོང་རྣམས་པར་གྱི་རླབས་ཆེན་གྱི་བྱ་བཞག་འདི་བསྒྲུབ་ཡག་གི་ཆེད་དུ། ཕུན་སུམ་ཚོགས་པའི་ཨ་ནི་ཆ་ཅན་གྱི་འབྲེག་བྱས་ནས་དེ་ནི་བཤེས་གཉེན་རླབས་ཆེན་གྱི་བྱ་བ་དེ་འགོ་བཙུགས་གྲུབ་འབྲས་མཐོང་བཞག་པ་ཀྱི་རྩ་བ་ཉིད་ནས་ཡོད་མ་རེད། རྩ་བ་ཉིད་ནས་ཡོད་མ་རེད་རླབས་ཆེན་གྱི་མི་སྣ་སུ་འདྲ་ཞིག་གི་ལོ་རྒྱུས་ལ་བལྟས་པ་ཡིན་ན། ཁོང་རྣམས་པར་དྲུག་ཅུ་ལ་ཕྱག་བཞག་བྱས་པ་འདི་ད་ལྟ་ང་རང་ཚོ་ལ་འཚོ་བཞག་གི་ཆ་རྐྱེན་དེ་འདྲའི་ཙམ་ཡང་འཚོ་ཡོད་ན་མེད་ན་རེད། དེ་མ་ཟད་པར་གྱི་མགར་རྐྱེན་ཧ་ལས་པས་ཧ་ལས་པའི་མགར་རྐྱེན་མང་པོ་ཡོད་བསྡད་རེད་ཁོང་རྣམས་པར་ལ་སོགས་དང། བསྡུས་པའི་སྐར་ཆེན་དེ་འདྲ་ཡོད་དེ་ངས་མང་པོ་རེད་ཧ་ལམ་ཤ་སྟག་རེད་ཟེར་ན་མ་འགྲིག་པ་ཟིག་ཡོད་མ་རེད་དེ་འདྲས་ཡོད་རེད་དེ་ཡིན་པ་ཡིན་ན་ཁོང་རྣམ་པ་གས་རླབས་ཆེན་གྱི་བྱ་བཞག་དེ་དབུ་ཚུགས་པ་རེད་མཐའ་འཁྱོལ་བ་རེད་གྲུབ་འབྲས་ཐོན་པ་རེད། བྱས་ཙང་དེ་འདྲས་བྱས་ཡོད་འདུག་ཟེར་ན་ངས་ག་རེ་ཞུ་གི་རེད་ཟེར་ན་གལ་སྲིད་ང་ཚོས་ང་རང་ཚོས་ད་ལྟ་སྒྲུབ་འདོད་པའི་རླབས་ཆེན་གྱི་བྱ་བ་དེ་ཡིན་ན་རེད། སོ་སོའི་མ་འོངས་པའི་རྨི་ལམ་ཡིན་ན་རེད་གང་དྲན་འགྲོ་ཆེད་ཡིན་པ་ཡིན་ན་ཡང། ཆ་རྐྱེན་ཚང་མི་འདུག་སེམས་ངལ་ཁ་དཀྲིས་ཀྱིས་ཞོགས་བསྡད་པ་ཡིན་ན། དུས་ནམ་ཡང་ཆ་རྐྱེན་ཚང་མ་གོ་སྐབས་སུ་ཡོད་མ་རེད་ཟེར་ཤོག་དེ། ག་རེ་ཟེར་ན། མི་གཅིག་ངལ་ཁ་དཀྲི་ཡ་ལ་གོམས་གཤིས་ཐེབས་སོང་བ་ཡིན་ན་ཁོ་ངལ་ཁ་རང་དཀྲིས་བསྡད་ཀྱི་རེད། ཆ་རྐྱེན་གང་དྲན་གྱིས་འཚོ་བ་ཡིན་ན་ཁོ་ངལ་ཁ་དཀྲིས་རྒྱུ་ཡོད་རེད་བ། ག་རེད་ཟེར་ན་ངས་ཁ་ཁྲིད་ཟེར་ཡ་དེ་ལ་རྒྱུ་མཚན་ཡང་དག་ཟེར་གྱི་དགོས་གི་མ་རེད། གཏན་ཚིགས་ཡང་དག་ཟེར་གང་དགོས་གི་མ་རེད་ཁོས་ངན་ལང་ཤོག་སྐྱག་ལང་ཤོག་ཟེར་དུས་ངས་ཁ་ཁྲིད་བྱ་གི་རེད། བྱས་ཙང། ཆ་རྐྱེན་ཕུན་སུམ་ཚོགས་པ་དཔེར་ན་རྒྱ་བོད་རྒྱལ་སའི་གསེར་ཁྲི་ཁ་ལ་ཤར་བ་ནང་བཞིན་གྱི་ཆ་རྐྱེན་ཕུན་སུམ་ཚོགས་པ་ཅིག་ལ་སྒུག་བསྡད་ཀྱི་ཡོད་ད་དེ་དུས་ངས་ཤེས་ནི་རླབས་ཆེན་གྱི་བྱ་བ་དེ་འགོ་བཙུགས་གི་ཡིན། དེ་འདྲའི་གི་བཀའ་མོལ་ཅིག་གསུང་བ་ཡིན་ན་ད་དངོས་གནས་དྲང་གནས་ཕྱི་རེས་ཀྱི་རླབས་ཆེན་གྱི་བྱ་བ་དེ། ཅིག། མི་ཚེ་འདི་ཡི་ནང་ན་འགྲུབ་ཡ་ཕར་བཞག་ཤག། མི་ཚེ་འདིའི་ནང་དབུ་བཙུགས་ཐུབ་ཡའང་ཧ་ལམ་མི་སྲིད་པའི་བཙོན་འགྲོ་བ་ཆགས་ཀྱི་རེད་ཟེར་ཞུ་ཡ་དེ་ཡིན། ཁྱེད་ཚང་དེ་འདྲ་ཅི་ཡང་འདུག་ཙང་ནས། གར་ཟེར་ངེད་རང་ལ་ཅིག། མ་འོངས་པའི་རྨི་ལམ་རྒྱ་ཆེན་པོ་ཅིག་ཕུགས་བསམ་གཏིང་རིང་པོ་ཅིག། དེ་ནས་ཅིག་རླབས་ཆེན་གྱི་བྱ་བ་ཅིག་བསྒྲུབ་འདོད་པའི། བྱ་བ་དེ་འདྲ་ཅིག་ཡོད་སོང་བ་ཡིན་ན། འགར་རྐྱེན་ག་ཚོད་ཡོད་ན་ཡོད།

ངའི་མཐུན་རྐྱེན་དེ་འདྲས་ཀྱི་ཚང་བཅས་མགར་རྐྱེན་དེ་ཚོ་ཚང་མ། མེ་དབང་གི་ཆག་ཆག་གི་བར་དུ་སྒུག་བསྡད་པ་ཡིན་ཟེར་ན་མགར་རྐྱེན་ག་དུས་མེ་དབང་ཆག་ས་རེད། མཐུན་རྐྱེན་ཕུན་སུམ་ཚོགས་པ་ག་དུས་ཚང་ས་རེད། འདུག་སྟངས་ཡང་དུས་ན་ནི་ཅིག་འདོན་ལ་རི་མོ་འགྲོ་ཅིག་སྐྱ་རིས་འགྲོ་ཅིག་ཆོག་ཆོག་འཐུང་གི་འདུག་ཨེ། འཐུང་གི་མི་འདུག་ཨ། འཐུང་རྒྱུ་མེད་རེད་ད། གར་ཟེར་ན་དེ་འདྲའི་སྒུག་བསྡད་པ་ཡིན་ན་མགར་གྱི་མེ་བ་ཆགས་འགྲོ་རྒྱུ་སྨྲས་བ་རེད། མཐུན་རྐྱེན་ཕུན་སུམ་ཚོགས་པ་རང་བཞིན་གྱིས་འགྲོ་མི་ཡ་ཆེ་སྨྲས་བ་གཏན་འཁེལ་བ་རེད། དེ་ཡིན་དུས་ཙང་ནས། དེ་རིང་ནས། ད་ལྟ་ནས། སོ་སོས་སྒྲུབ་འདོད་པའི། ཨ་ནི། ཕུགས་བསམ་དང་འབྲེལ་བའི་ལས་ཀ་རླབས་ཆེན་གྱི་ལས་ཀ་གང་འདྲས་སྒྲུབ་བྱེད་ཡིན་ན་རེད་མ་འོངས་སོ་སོའི་རྨི་ལམ་དང་འབྲེལ་བའི་རླབས་ཆེན་གྱི་ལས་ཀ་གང་འདྲས་སྒྲུབ་བྱེད་ཡིན་པ་ཡིན་ན་དེ་རིང་རང་འུ་ཚོ་དགོས་རེད་ད་ལྟ་རང་འུ་ཚོ་དགོས་རེད་མགར་རྐྱེན་སེལ་དགོས་འོས་ན་རེད་མཐུན་རྐྱེན་སྒྲུབ་དགོས་འོས་ན་རེད། དེ་མ་གཏོགས་བག་གི་ངན་ཁག་དཀྲིས་ཀྱིས་ཤོག་དེ་བ་ཡིན་ན་དེ་ནས་མི་ཚེ་གང་ཚང་ངན་ཁག་དཀྲིས་བྱས་ན་དེ་དུས་གང་ལ་བག་རྒྱུ་འདར་འགྲོ་གྱི་ཆེད་ཤེའུ་ཤུ་ཡ་མ་གཏོགས་གཞན་དག་གང་སྐད་ཀྱི་ལྷག་ཡོད་མ་རེད་སི་ཏེ་ཞོན། ལ་སི་ཏེ་ཅན།